སའི་མིང་འདི་དག་པར་རིས་སུ་གསུངས་གདོད་མ་འོན་ཏ་སྡེ་པ་སའི་དོན་དག་འདི་བྱེད། མདོག་མང་སའི་ད་རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་པ་འདི་ལགས་སེ་འོན་ཏ། ནམ་རྒྱུན་ང་ཚོ། རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ངེས་འདུག་ཟེར་ལ་ཡ། ཇི་ལྟར་སྡུག་བསྔལ་བ། རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ངེས་འདུག་ཟེར་ལ་དཀའ་ངལ་དང་སྡུག་བསྔལ་ག་ཚོད་ཡོད་པ། ནང་བཞིན། ཨ་ནི་རྒྱུ་ནོར་ལོངས་སྤྱོད་ཞེ་དྲག་མེད་དེ་ངེས། ནམ་རྒྱུན་ནི་ཆོག་ཤེས། ཉམས་ལེན་ཡོད་དེ་ངེས། ཆོག་ཤེས་བྱེད་ངེས་ཀྱི། ཨ་ནི། མི་དུ་ཚོ་ལ་ཡང་འདོད་པ་ཆུང་ནམ་ཟེར་ཏེ་འདོད་པ་ཆུང་བ་ཟེར་ཏེ། ཆོག་ཤེས་ཀྱི་ཉམས་ལེན་ཡག་པོ་ཡོད་དེ་ངས། དུ་ཚོ་ལ་ཡང་ཨ་ནི། རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ངེས་ཀྱི་མི་དུ་ཚོ་ལ་ཡོད་པ་ན་ཞིག་གི་སྡུག་བསྔལ་དེ་འདྲའི་རྩ་བ་ཉིད་ལ་ཡོད་མ་རེད་ཅེས་གསུངས་ཡོད་ད་དེ་བ་ལྡོག་མ་ཇི་ལྟར་སྡུག་བསྔལ་བ། དེ་བ་ཟེར་ཏེ་རྒྱལ་པོ་ལ་ཕུལ་བ་ཆེ། བྱས་ཙང་ལྡོག་པ་མང་པོ་ཟེར་ཏེ་ལྡོག་བ་ཟེར་ད་རྒྱུ་ནོར་ལོངས་སྤྱོད་ཟེར་བ་ར། རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ངེས་དུ་ཚོ་ལ་ཡང་ཇི་ལྟར། སྡུག་བསྔལ་བ། ནང་ཤེས་སྡུག་བསྔལ་ཡོད་བ་ནང་ཤེས། ཁོ་ཚོ་ལས་སྡུག་བསྔལ་གྱིས་མནར་བ་ནང་ཤེས། ཨ་ནི། འདོད་པ་ཆུང་བ། རྒྱུ་ནོར་ལོངས་སྤྱོད་བྱེ་བྲག་མེད་དེ་ངས། ནམ་རྒྱུན་འདོད་ཆུང་ཆོག་ཤེས་ཀྱི་ཉམས་ལེན་ཡོད་དེ་ངས་ཀྱི་འདོད་པ་ཆུང་ནམ། ཨ་ནི་དེ་ལྟར་ལག་གི་མ་རེད་དེ་ལྟར་མ་ལགས་ཟེར་དུ་ཟ་མ་ལ། ཨ་ནི་ཁོ་ཚོ་ལ་དེ་འདྲའི་གྱི་སྡུག་བསྔལ་དེ་ཡོག་མ་རེད། ཨ་ནི་ད་དེ་དཔེ་དེ། ག་རེ་ལ་བཞག་བ་རེད་ཟེར་ན། ཀླུ་ཆོག་རྣམས་ལ་མགོ་བོ་གཅིག་གཉིས་པ་དེ་ལས་ཆུང་བའི་སྡུག་བསྔལ་འཐེན་ཉེན་དུ་ཨོ་ཟེར་སོང།

ཆད་ཡོད་ཟེར་བ་ལྟ་གོ། རིན་པོ་ཆེ་དང་འདི་ཚོ་རིགས་དེ་མང་བོ་འགྲོ་ཆེད་མེད་འགྲོ། སེ་འདི་འདྲའི་ཡོད་དུས་སེམས་པ་ལ། ཀླུ། མགོ་མང་བོ་ག་ཚོད་ཡོད་ན་དེ་ལ་རྒྱུ་ནོར་ལོངས་སྤྱོད། ཟ་ནོར་བུ་རིགས་བྱས་དེ་མང་ཡོད་ཙང། ཨ་ནི། ཁོ་ཚོ་ལ་ཡ་སྡུག་བསྔལ་དང་དཀའ་ངལ་དེ་དེ་བས་མང་ཡོད་རེད། ད། ཟ་ནོར་བུ་རིགས་བྱས་དེ་གས་དེ། ཨ་ནི་དང་པོ། ནོར་བུ་དེ་གས་དེ་ཚུགས་ཁ་ལོ་རེད། བསགས་ཡས་དེ་བྱས། དེ་ནས་བསགས་ཚར་བའི་རྗེས་ལ་ཡང་ཁོ་སྲུང་སྐྱོབ་བྱས། མཚམས་རེ་ཡང་ཁོ་ཚོའི་ནོར་བུ་དེ་རྐུ་མ་ཤོར་འགྲོ་གི་ཟེར་བ། གཞན་ལ་ཤོར་འགྲོ་བའི་སྡུག་བསྔལ་དེ་ཞེ་དྲག་ཡོད་རེད་ཅེས་གསུངས་ཡོད། ད་དེ་འདྲའི་སྒྲོག་བྱེད་རེད་དོ། ད་ང་རང་ཚོའི་མི་ཚེ་འདིའི་ནང་ལོགས་ལ་ཡང་རྒྱུ་ནོར་ལོངས་སྤྱོད་ཟེར་ཡས་དེ་བསགས་ཡས་དེ་དང་པོ་དཔེ་སྡུག་བསྔལ་ཆེན་པོ་རོ། དངུལ་གྱི་བསགས་ཡས་ཡིན་ན་ཡང་དཀའ་ལས་ཞེ་བོ་ཅིག་རྒྱག་ནས།

དངུལ་ལ་དངུལ་ཁང་ནང་བཅོལ་ན་གང་འདྲ། མི་ལ་གཡར་ན་གང་འདྲ་བསམ་བསམ་འདྲ་པོ་བྱེད། ད་ཡང་དངུལ་ཁང་ནང་ལ་བཅོལ་བ་ཡིན་ན། ཡང་སྐྱེད་ཀ་མང་ཉུང་བདག་གཅེས་མང་པོ་ཅི་རྙོག་དྲ་བཅོལ་རོགས་ད་དེ་འདྲ་བྱེད་ཨ་ནི། ད་རྒྱུ་ནོར་ལོངས་སྤྱོད་ཡོད་དུ་གྱུར་དངུལ་ཡོད་དུ་གྱུར་དེ་ཡང་གཞན་ལ་ཤོར་བ་ཡིན་ན། དེ་བས་སྡུག་བསྔལ་ཆེན་པོ་ཡོད་རོགས་བྱེད་བཟའ་དང་པོ་བསགས་པའི་སྡུག་བསྔལ། གཉིས་པ་བསྲུངས་པའི་སྡུག་བསྔལ། ཨ་ནི། རྗེས་ལ་ཡང་ཤོར་བའི་སྡུག་བསྔལ་བྱེད་ནས། ད། ཁ་གསོ་རོགས།

ཆུང་མ་ལས་མཉམ་དུ་བསྡད་ཡོད་པའི་ཁུལ་རེད་དེ། ཡིན་ནས་རྒྱུ་ནོར་ལོངས་སྤྱོད་ས་ཧད་ཀྱི་ཆེད་དུ་ལས་ཡ། ཨ་ནི། ལོ་ག་ཕྱིར་འགྲོ་དགོས་ཡ། ཐག་རིང་པོ་ཕྱིར་འདེད་དགོས་ཡ། ཨ་ནི། ལོ་འདིར་ལོ་ཁོ་རང་བཟའ་ཚང་མ་ཐུག་ཡ། ཨོ་དེ་འདྲ་ཡོང་གི་འདུག་ཨ། ཨ་ནི། ད་དེ་རིང་སེང་གེ་དེ་ལས་སྡུག་པ་ཡོད་རེད་ད། གནའ་སྔ་མ་ཡིན་ན་བཟའ་ཚང་ཐུག་གི་མེད་པ་ཡིན་ན་ཡང་བཟའ་ཚང་སྒུག་འདུག་རེད་བ། ད་དེ་རིང་སེང་གེ་བཟའ་ཚང་སྒུག་གི་མ་རེད་ད། ལོ་གཅིག་གཉིས་ཟིན་མ་ཐུག་ན། ཨ་ནི། ཕལ་ཆེར་ཕལ་ཆེར། ཁྱོ་ག་འདི་གི་གཞན་དག་ཅི་ཚེ་འགྲོ་ཡ་ད། ཨ་ནི་དེའི་ཆུང་མ་འདི་གི་ཟེར་བར་ད་སྐྱེས་དམན་འདི་གི། ཁྱོ་ག་གཞན་དག་ཅི་ཚེ་འགྲོ་ཡ། ཨ་ནི་འདི་པ་རུ་མྱང་ཡ་གང། ཨ་ནི་འདི་ཀུ་མྱང་ཡ་གང་པུ་ཀུ་མྱང་གི་ད། བཟའ་ཚང་ཁ་བྲལ་ཚར་བའི་རྗེས་ལ་ཡ། ཨ་ནི་སྡུག་བསྔལ་མྱང་ཡ་ད་དཀའ་བསྔལ་མྱང་ཡ་འདི་གང། ཨ་ནི་པུ་ཀུ་ཀུ་མྱང་དེ།

ཆུང་མ་གསུམ་པོ་དེ་དག་རྣམ་པར་སྤངས་ཞེས་གསུངས། ད་བུ་མོ་འདི་འདྲས་ཡིན་ན་སོ་སོའི་དགའ་བོ་བསྒྲིགས་པའི་སྒང་ལ་རེ་ད་ཕུ་ཅིག་མ་ཡིན་ན་དགའ་བོ་དགའ་རོགས་འཚལ་བའི་སྒང་ལ་བུ་མོ་འདི་གིས་ད་ཀུན་སྤྱོད་སྒྲོག་ཅིག་གཤིས་ཀ་འདི་འདིའི་རིགས་འདི་རེད་འདུག་ན་ནི་བུ་མོ་འདིས་ཆུང་མ་ལ་ལེན་རྒྱུ་ཡོད་མ་རེད་དགའ་བོ་བསྒྲིག་རྒྱུ་ཡོད་མ་རེད་ཞེས་གསུངས་ད་དོན་དག་རྡོག་རྡོག་འདྲ་བཤད་ན

དམིགས་བསལ་གྱི་ཡན་སོ་སོའི་གི་འདྲ་མཉམ་དུ་ལས་ཡ་དྲེ་བ་བྱེད་དེ་ངེས་ཀྱི་ཡན་བུ་གཅིག་མེད་ན་དེ་ཀོ་ཤེས་པ་སེ་ཆག་དང་ཤེས་མ་མར་དང་ཤེས་པ་བུ་ཡིན་པ་ཡིན་ན་བུ་མོ་དེ་གི་སོ་སོ་མ་ཡིན་པའི་གབ་ནི་བུ་གཞན་དང་མཉམ་དུ་འདྲེ་བ་བྱེད་ངེས་ཡིན་པ་མ་ཟད་དང་དུང་སྡིག་ལས་སྡུག་བ་དེ་རང་གི་འདྲ་མཉམ་དུ་ལས་ཡ་དྲེ་བ་བྱེད་དེ་ངེས་ཟེར་རང་བཞིན་འདྲ་འདྲེ་ལ་ཟེར་དེར། རང་བཞིན་གྱི་འདྲ་མཉམ་དང་བྲལ་བ་ལ་འབྲེལ་བ་བྱེད་ཀྱི་ཡིན། དེའི་རིགས་དེ་བུ་མོ་དེ་ལ་ཤེས་མ་ལགས་རེད་ད་བུ་མོ་དེའི་རིགས་དེ་ལ་དགའ་བོ་འགྲིག་རྒྱུ་བ་མ་རེད་ཅེས་གསུངས་ད། ད་ཁྱིམ་ཐབ་གཉིས་ཀྱི་རྗེས་མོ་ལྟ་བུ་ཟེར། ད་བུ་མོ་ཁ་ཤས་ཨ་ནི། ཏེས་ཀྱིས་དགའ་བོ་འགྲིག་བ་དང་ལམ་སང་ཁོ་ར་ཨ་ནི། བུའི་མཇིང་པ་ག་ལ་ཞོན་ཡོང་བའི་ཇོ་ར་ཨ་ནི། ལམ་སང་ཁོ་རང། ཁ་ལ་འོ་རེད། ཁར་སོ། དབང་ཆ་ཆ་ཚང་ཟིན་འགྲོ་མཁན།

རྒྱ་མོ་འདྲ་བྱེད་དེ་ངས། སོ་སོ་སྤོམ་པོ་འདྲ་བྱེད་དེ་ངས། འོ་ད་ག་ང་དབང་ཆ་སེམས་འགྲོ་དེ་ངས་འདི་རིགས་འདི་བུ་མོ་ཡག་པོ་ཡོང་མ་རེད་གསུངས་ད་རྗེ་མོ་ལྟ་བུ་རེད་གསུངས་ད་འདི་རིགས་འདི་མཉམ་དུ་ལ་དགའ་བོ་འགྲིག་གི་ཡོང་མ་རེད་ད་དུང་ཚོ། དང་པོ་ནས་དགའ་བོ་འགྲིག་དུས་ནས་བརྟག་བཅོས་བྱེད་དགོས་རེད་དོ། ད་དེ་ནས་འདི་རེད་ད་མཐའ་མ་དེ་ལ། ཆུང་ངུ་བ་སྐུ་བ་ཆོམ་རྐུན་ལྟ་བུ་ཡིས། ཆུང་ངུ་བ་སྐུ་བ་ཟེར་དེ་ད། དཔེར་ན་བུ་དང་བུ་མོ་གཉིས་ཆང་སྲིད་རྒྱབ་མཉམ་དུ་བསྡད་ཡོད་ན། ཆང་སྲིད་རྒྱབ་མཉམ་དུ་བསྡད་ཡོད་ན། ད་ཁོ་གཉིས་བཟའ་ཚང་རེད་ད་གཅིག་ཆགས་རོགས། གཅིག་ཆགས་ཟེར་དུས་ཨ་ནི་གཉིས་ཀར་དཀའ་ལས་རྒྱབ་ཆེད་དཔེ་ཤ་བསགས་དགོས་དངུལ་བསགས་དགོས་རྒྱུ་ནོར་ལོངས་སྤྱོད་བསགས་དགོས་འོས་ཏེ། བུ་མོ་དེའི་ངོས་ནས་ཨ་ནི། དངོས་གནས་བྱས་ན་ད་ཁོ་རང་གཉིས་ཀ་གི་བུ་གི་ནང་མི་ཡིན་ན་ལྟ་རྟོག་བྱེད་དགོས་ཡ་ད་བུད་མེད་ཀྱི་ནང་མི་ཡིན་ན་ལྟ་རྟོག་བྱེད་དགོས་ཡ་གཉིས་ཀ་གི་ལྟ། འདི་ཆེ་བར། ཡིན་ན་ཡང་བུ་མོ་ཁ་ཤས་དེ་འདྲི་དོ། བུའི་གི་པ་པ་ཨ་མ་དང་ནང་མི་དེ་གི་ལ་ལྟ་དོ་མེད་ཅེས། བུ་མོ་ཁོ་རང་གི་ནང་མི་དེ་ལ་ཤི་བོ་རྩ་ཆེན་པོ་བྱེད་དེ་ངས། ཨ་དམིགས་བསལ་གི། འདི་ནས་དཀའ་ལས་རྒྱབ་འདུག་ཁྱོ་ག་དང་སྐྱེས་དམན་གཉིས་ཀ་གི་དཀའ་ལས་རྒྱབ་བཤད་རྒྱུ་དེ་ནས། ཁབ་དང་སྐུད་པ་ཡིན་ཅིག་ནི་རྐུ་མ་རྒྱབ་ནས་ཁྱེར་འགྲོ་ནས་སོ་སོའི་ནང་ལ་ཡང་སྤྲད་དེ་ངས་དེ་འདྲི་ཡོད་རོགས། ད་དེ་ཚོའི་གྲས་དེ་ཆོམ་རྐུན་ཟེར་ད་རྐུ་མ་རྒྱབ་དེ་ངས་དེ་འདྲི་རེད་ཟེར་ད་ཆུང་ངུའང་རྐུ་བ་ཟེར་ད་ཁབ་དང་སྐུད་པ་ཡིན་ཅིག་ནི། རྐུ་མ་རྒྱབ་ནས་ཁྱེར་འགྲོ་ངས་དེ།

བུ་མོ་ཡིན་ན་འདྲ་འདུག་བུ་མཉམ་དུ་དགའ་རོགས་བྲིས་པའི་ག་དུས་ཚོད་ལྟོགས་སྟངས་མ་ཡིན་ན་ར་ལམ་བཟའ་ཧབ་འདི་ག་ལ་སུ་ཡིན་ན་ཡི་དང་པོ་སྐད་ཆ་བཤད་དུས་ཚང་པ་ལ་སྐད་ཆ་ཡག་པོ་ཞིག་རྣམ་འགྱུར་ཡག་པོ་བསྟན་གྱི་རེད་ཨ་ནི་ལམ་བཟང་ཁོ་ར་ཁོ་ཡག་པོ་རེད་ཤག་བསམ་ནས་ཐག་གཅོད་བྱས་ག་ལ་ག་བུར་བ། བྱས་ན་དུས་ཚོད་གཏོང་སྟངས་པ་ཡིན་ན་ཨ་ནི་དགའ་རོགས་ཟེར་ནས་ཁོས་གི་གཤིས་ཀ་དང། འདི་གའི་དེ་ཚང་མ་མགོ་འགྲོ་ཚུལ་འགྲོ་གི་ར། ཨ་མགོ་ཚུད་སོང་ན་ཨ་ནི་ད་མགོ་ཚང་མ་ཚུད་ནས་ད་ཁོ་མཉམ་དུ་མི་ཚེ་སྐྱེལ་ཐུབ་ས་རེད་བསམ་སོང་ན་ཨ་ནི་མི་ཚེ་སྐྱེལ་བ་ཡིན་ན་ཨ་ནི་སྐྱེལ་ག་ལ་བ་རེད། དཀའ་ངལ་འདི་འཕྲད་ཀི་མ་རེད་བ། ཤེས། བུ་མོ་མང་པོ་ཅིག་དེ་འདྲའི་ལབ་གི་འདུག་བ། སྙན་མ་ཁོ་ང་གཉིས་དགའ་བོ་བསྒྲིགས་ཏེ་དཔེ་ཡག་པོ་ཡོད་རྗེས་ལ་ནི་ཁོ་བད་ཁོ་རེ་རྒྱུ་བ་ཕྱིན་སོང་ཟེར་ཏེ། འདི་འདྲ་ཟིག་དོ་བྱས་ཙང། དང་པོ་དགའ་བོ་བསྒྲིགས་དུས་སུ་ཡིན་ན་ཡག་པོ་བྱེད་ཀྱི་རོ། ཧ་ལས་ག་རོ་ག་རོ་བཟོ་ནས་མི་ཚེ་གང་པོ་དེ་འདྲའི་ན་ཞིག་ཡག་པོ་བྱེད་འདེད་ཀྱི་མ་རོ། རྒྱུ་བ་བསྒྲུག་རོ། བྱས་ཙང་དང་པོ་ནི། བུ་དེ་རླུང་ཚ་བོ་མེད་སྙན་མ་རླུང་ཚ་བོ་ཅན་མེད་ད་ལྟ་རླུང་ཚ་བོ་འདུག་ཟེར།

ཨ་ནི་སོ་སོའི་ཧ་གོ་དྲུག་ར་ཨོ་ད། སོ་སོའི་གི་ཧ་གོ་ནི། ད་དེ་ཨ་ནི་ད་འདི་སྙམ་དུ་ང་མི་ཟིག་སྐད་དུ་ས་མ་རེད་བསམ་ན་ཨ་ནི་ཁོ་ད་ལྟ་ནི་ལོག་ག་ར་བྱེད་ཤག་ཡིན་ན་ཁོ་སྐྱོན་ཁེལ་ཡོད་མ་རོ། ཨོ་འདི་འདྲ་རེད་ཤག་བྱས་ཙང། ཅིག་འབྲེལ་བ་བྱེད་པའི་སྐབས་ལ་ཁ་ས་ཧུབ་རྒྱུ་ཟེར་བྱོས་རང་ཧུབ་རྒྱུ་བྱས་ད་ཧ་རོ་རོ་བྱེད་རྒྱུ་མེད་ཡིན་ཟེར་དུས་ཚོད་དུ་ཏོག་བཏང་ནས

མ་ཞིག་འཕེན་པར་འདོད་ད་བྲན་མོ་ཞིག། དབང་བསྒྱུར་གང་ཡིན་རིགས་ཀྱི་ལྷ་ཞིག་བསྐུར་ཞེས་གསུངས་ད། ད་སྲིང་མོ་ལྟ་བུ་རྗེས་མཐུན་གང་ཡིན་ཟེར་ན་ཕུ་སུ་འདྲ་ཅན་ན་སོ་སོའི་གི་པིན་རྒྱག་བུ་མོ་སོ་སོའི་ཨ་ཅག་ཡིན་ན་འདྲ་འདུག་སོ་སོའི་གི་པིན་རྒྱག་བུ་མོ་དེ། ཁོ་གཉིས་བསམ་བློ་མཐུན་གི་རོ། སོ་སོའི་གི་པིན་རྒྱག་བུ་མོ་དེ། སོ་སོ་ལ་རྒྱབ་སྐྱོར་བྱེད་མཁན་དང་སོ་སོ་དང་བསམ་བློ་མཐུན་མཁན་ཅིག་ཆགས་དགོས་རེད། ག་དུས་ཡིན་ནའི། ཕུ་སུ་ཏྲ་ཅིག་ནི་སོ་སོའི་ཨ་ཅག་མཉམ་དུ་བསམ་བློ་མཐུན་འགྲོ་གི་འདུག་ག་དུས་ཡིན་ནའི། བྱས་ཙང། སྲིང་མོ་ལྟ་བུ་མཇལ་དུས་གང་ཡིན་ཟེར་སོང་བུ་མོ་འདི། སོ་སོའི་སྤིན་རྒྱག་བུ་མོ་ནང་བཞིན། ཨ་ནི། བསམ་བློ་མཐུན་འདི་ངས། འོ་འདི་འདྲས་ཀྱི་སྲིང་མོ་ལྟ་བུ་མཇལ་དུས། བསམ་བློ། ག་དུས་ཡིན་ནའི་མཐུན་པོ་ཡོད་འདི་ངས། བློ་མཐུན་པོ་ཡོད་དེ་ངས་ཅིག་ཅིག་བྱས་ཁྱད་ཆོས་དང་པོ་དེ་བུ་མོ་དེའི་ཁྱད་ཆོས་དང་པོ་དེ་སྲིང་མོ་ལྟ་བུ་བྱེད་དོན་གང་ཡིན་དང་ཟེར། མཛའ་མོ་བཞིན་དུ་སྙིང་ལ་ཕབ་པ་དང་ཟེར་དུས་སེམས་པ་ལ། སོ་སོའི་གི་གྲོགས་པོ་བློ་ཐུབ་ཡོད་རང་ནམ་རྒྱུ་དེ་འདྲའི་ལས་སྐྱེས་ཤེས་སྙིང་ད་གསང་དབང་གི་སྐྱེས་ཤེས་ཐུབ་ཐུབ་ཡས་གི། སྙིང་ལ་སོ་སོའི་གི་ད་བའི་སྐད་ཆ་ག་ལ་བར་ད་སོ་སོའི་མི་ཚེ་གི་ནང་གི་སྐད་ཆ་ད་གལ་ཆེན་པོ་རིགས་དེ་བ། ཤེས་ཐུབ་ཡས་གདེང་ཚོད་ཡོད་དེ་པ་འདི་འདྲས་ཀྱི་ད་སོ་སོས་ཀྱི་མཛའ་བོ་དང་མཛའ་མོ་སད་དེ་འདྲས་ཤེས་གི་ཡོད་ར་ནམ་ཅི་ཤེས་ས་ཡོད་རོ་དེའི་ནང་ཞིག་པས་བློས་ཁས་ཆོད་ཐོ་ཡས་འོ་དེ་འདྲས་ཀྱི་ད་མཛའ་མོ་བཞིན་དུ་སྙིང་ལ་བ་བ་ས་ཁྱེད་ཆོས་གཉིས་པ་བུ་མོ་འདི་ལ་དེ་འདྲས་ཚང་གོ་རེ་ས་ཁྱེད་ཆོས་གསུམ་པ་འདི་ག་རེ་ལ་ན་ཨ་ནི་བུ་དང་བུ་མོ་གཉིས་ཨ་ནི་ད་དགའ་བོ་འགྲིག་དུས་ཚོད་ན་འདྲ་འདུག་ཨ་ནི་ད་ཆང་ས་རྒྱ་བོ་ཡོད་ན་འདྲ་འདུག་ཁོ་གཉིས་ལུས་ཀྱི་འབྲེལ་བ་ཙམ་མ་ཡིན་པ་ལུས་འབྲེལ་ཙམ་མ་ཡིན་པ་སེམས་ཀྱི་ཐོག་ནས་གཅིག་གིས་གཅིག་ལ། རྒྱབ་སྐྱོར་བྱེད་མཁན་མཐའ་གཅིག་ཏུ་འཕེན་པ་འཕེན་པའི་བསམ་བློ་ཡོད་མཁན་མ་ཞིག་འཕེན་པར་འདོད་དང་ཞེས་གསུངས་དང་ལྡན། སོ་སོའི་ཨ་མ་གིས་སོ་སོའི་སྤུ་གུ་ལ་ཡང་ག་དུས་ཡིན་ན་ཡང། སྤུ་དེ་ཡག་པོ་བྱུང་རོགས་བྱེད་ན་ཟེར་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་ལྡན་མཁན་འོ་དེ་འདྲ་ཡོད་ར་དེ་ནང་བཞིན་གྱི་ཨ་ནི། སོ་སོའི་གི་ག་བུ་དེ་བུ་མོ་དེ་སོ་སོ་ལ་ཡང་ག་དུས་ཡིན་ན་མཐའ་གཅིག་ཏུ་བས་རྒྱབ་སྐྱོར་བྱེད་ལྡན་མཁན། ཕན་པར་བསམ་དང་ཡང་དག་ལུས་ཀྱི་འབྲེལ་བ་ཙམ་མ་ཡིན་པ། ལུས་འབྲེལ་གྱི་འབྲེལ་བ་ཙམ་མ་ཡིན་པ་སེམས་ནས་འབད་དེ་གཅིག་གཅིག་ལ་འབད་ཉལ་བོ་དེ་ཕན་ཐོགས་ཕན་ཐོགས་ཨ་མ་ན་ཞིག་ཕན་ཐོགས་ཀྱི་ད་རྒྱབ་སྐྱོར་བྱེད་དེ་ནི་ཕན་ཐོགས་ཡོད་ཕན་ཐོགས་ཡ་གི་བསམ་བློ་ཡོད་དེ་ངས་ཨོ་དེ་འདྲ་ཞིག་གོ་རེད་ཟེར་མ་ཞིག་ཕན་པར་འདོད་དང། བྲན་མོ་ཞིག་དབང་བསྒྱུར་ཟེར་ལ་དང་བྲན་མོ་ཞིག་དབང་བསྒྱུར་ལ་ཡ་དེ། གཡོག་མོ་ན་ཞིག་དཀའ་ཁ་ཚུ་བཏང་བཏང་འདི་ལ་གི་ཡོད་མ་རེད་ད་ནི་དེ་ག་ལ་བྲན་མོ་ཞིག་དབང་བསྒྱུར་ལབ་ཙམ་པ་ལ་བུ་མོ་ཁ་ཤས་ལ་ཡ་ཨ་ནི་སྐད་ཆ་བཤད་པ་ཡིན་ན་ཨ་ནི་བུ་མོ་ཁོ་རང་གི་ནོར་འཁྲུལ་འདི་ལ་ཕ་བུ་དེ་གི་བར་འབྲེལ་བཤད་རེ་བསྐྱལ་བ་ཡིན་ན་ཁྱོད་རང་འདི་བྱས་བ་དེ་ནོར་གོ་འདུག་དཱས་འདི་བྱེད་རྒྱུ་མི་འདུག་ལ་ལབ་པ་ཡིན་ན་བུ་མོ་ཁོ་རང་འདི་མགོ་ཚུད་ངས་ལམ་སང་ཀོ་ར་སོ་སོའི་ཁྱོ་ག་གི་ལབ་པ་འདི་ཨ་ནི།

བྲན་མོ་བཞིའི་དབང་བསྒྱུར་གང་ཡིན་ཟེར་དོན་ལྟ་དེར་དབང་བསྒྱུར་གང་ཡིན། རིགས་ཀྱི་ལྷ་བཞིན་བཀུར་ཟ་ད་དེ་འདྲའི་གིས་ཨ་ནི་སྲིང་མོ་ལྟ་བུ་གི་རྗེས་མཐུན་བྱེད་མཛའ་མོ་བཞིན་དུ་སྙིང་ལ་བབས་པ་བྱེད་ཨ་ནི་མ་བཞིན་ཕན་པར་འདོད་པ་ཨ་ནི་བྲན་མོ་ན་བཞིན་དབང་བསྒྱུར་བྱེད་ཐུབ་ངེས་ཀྱི་ཨ་ནི་ཁྱད་ཆོས་ཚང་ལྡན་ངེས་བུ་མོ་ཅིག་ཡོད་པ་ཡིན་ན་དེ་འདྲའི་བུ་མོ་བཟང་པོ་ཅིག་རག་པ་ཡིན་ན་བུ་མོ་ཡག་པོ་ཅིག་རག་པ་ཡིན་ན་དེ་འདྲའི་བུ་མོ་དེ་ལ་ཡ་ཨ་ནི་ལྷ་ན་བཞིན་བཀུར་དགོས་རེད་ཟེར་ད་བུ་མོ་དེ་ལ་དབུ་སྣེ་དྲངས་ནས་སེམས་གཏིང་གི་བརྩེ་བ་སྤྲད་ནས་བུ་མོ་འདི་ལས་ཡག་པོ་བྱེད་བྱམས་པོ་བྱེད་འོ་རེད་ཟེར། ད་ཡང། སོ་སོ་ལ། ཆུང་མ་དང། བུ་མོ་བཟང་པོ་ཡག་པོ་དེ་འདྲ་ཅིག་ཡོད་བཞིན་དུ་ལ་ཡང། དེ་ལ་ཉེས་རྡུང་བཏང་ཡག་འདྲ་བོ་དེ་འདྲ་དང། ཨཱ་ནི་ད་ལ་ཞིག་བུ་མོ་འདི་ཡོད་བཞིན་དུ་ཡང་གཞན་དག་ལ་ཡང་གབ་ནས། འབྲེལ་བ་བྱེད་དེ། དེ་འདྲ་ཡོང་གི་འདུག་ང་རང་ཚོ། སྤྱི་ཚོགས་ནང་ལ་སོ་སོ། ཆུང་མ་ཡག་པོ་ཡོད་པ་ཡིན་ན་ཡང་དེ་འདྲ་ཡོང་གི་འདུག་ད་དཔེར་ན་ང། ང་རང་གི་ཚོར་སྣང་གཅིག་གར་བྱུང་སོང་ལ་ང་རང་ངོ་ཞེན་པ་གཅིག།

ག་འདི་ཁྱོ་ག་འདི་མ་འཁྲུངས་པ་དུ་ལ་ཡ་ཨ་ནི་ཨ་ཨ་ཅག་ལ་དེ་པད་དུ་ཁྱོ་ག་དེ་ལ་པད་ཤི་འོ་ཅེས་ད་ཙག་ཆེན་པོ་འདྲ་བྱས་ནས་བསྡད་གི་འདུག་དེ་འདྲས་ཀྱི་ད་ག་ལ་བར་བུ་མོ་བཟང་པོ་ལ་བར་ད་སྐྱེས་མའི་བཟང་པོ་དེ་འདྲས་ཅིག་ཡོད་དེ་ནི་ཁྱོ་ག་ངོས་ནས་ག་དུས་ཡིན་ན་ར་སི་པད་ཀྱི་ལང་ཀ་སུ་ལ་ཉེ་དེ་གི་རེད་ཨ་ཨ་ཅག་ལ་དེ་གི་ལ་ག་དུས་ཡིན་ན་གླན་ཀ་ཡོང་གི་རེད་དེ་ང་ཚོ་གྲྭ་པ་ཚོ་ཡར་མར་འགྲོ་དུས་ག་འགའ་མཐོང་དེ་གི་ད་དེ་གི

ད་བུད་མེད་འདི་ལ་ཡང་ནི་སོ་སོའི་ངོས་ནས་ལྷ་ན་ཞིག་བསྐུར་དགོས་རེད་ཟེར་ད་པས་བུ་མོ་འདི་ལ་ཐོངས་སྤྲད་ནས་གུས་ཞབས་བྱས་ནས་བརྩི་བཀུར་བྱས་ནས་བུ་མོ་འདི་ལ་བརྩེ་བ་ཙམ་མ་ཡིན་པ། ལུས་འབྲེལ་གྱི་བརྩེ་བ་ཙམ་མ་ཡིན་ལུས་འབྲེལ་གྱི་འདི་ཅིག་མ་ཡིན་པ་སེམས་གཏིང་ནས་དབུགས་ལེན་དྲགས་ནས་གུས་ཞབས་དང་བརྩེ་བ་ཡོད་བུ་མོ་འདི་ལ་ཡང་དེ་འདྲ་ཞིག་གུས་ཞབས་དགོས་རེད་ད། དེ་ནི་སང་ཨིན་ཇིའི་གི་ཐ་སྙད་ཞུ་བས་ནི་འགྲིག་ནི་འགྲིག་ཟེར་ཡ་ཆོད་ད་གུས་ཞབས་བྱས་དགོས་བརྩི་བཀུར་ཡོད་བསྡད་པ་ཞིག་འདི་འདྲ་ཞིག་གོ་དགོས་རེད་ཅེས་གསུངས་ད་ལྷ་ན་ཞིག་བསྐུར་དགོས་རེད་བྱས་ནས་འདི་འདྲ་ཞིག་གསུངས་ད་དེ།